ཧ་ལོ། དམངས་གཙུག་གསར་ཁང་གི། ཚོགས་གཙོ་ཨ་ཅག་ག་ཤོ་མ་རྩོད་པའི་ནས་གསར་འགྱུར་སེ་སེ་ནས་ངས་ཚང་མ་ཡ། རེད་ཤི་རེད། ད་དུས་ཡུན་རིང་པོ་ཅིག། བར་ཆད་དུས་དྲ་གཅིག་ཕྱིན་པ་རེད། ད་ད་འདའི་ད་ཁམས་ཆུ་ཤུར་ཀོང་ཀྲུག་གི་ཀུན་བཏུས་ཤིན་ཏུ་བརྟན་ཤུལ་དང་བྲལ་བའི་ཐོག་ནས། ད་ལས་ཀ་མང་པོ་ཅིག། སོ་སོའི། འགན། ཡོད་པ་ཡིན་ཙང་བྱེད་དགོས་ཡ་ཁྱད་པ་དང། ནས་ད་ངེད་ཅག་ཏུ་བོད་ཡུལ་ནས། ད་ལྷུག་དགོས་ཡ་དང་བཟོ་དགོས་ཡ་གི་ཅ་ལག་མང་པོ་ཅིག་གི་འགན་ཆ་ཚང་ཏུ་ངེད། ཁྱི་དགོས་དེ་ལས་བྱུང་པ་རེད་ཕྱིན་ཙང་གི་ད་དེ་གི་ལས་ཀ་ཚར་མ་ཚར་གི་ཐོག་ནས་རེད། ནས་ཐ་མའི་ད་དེ། བོད་ཡུལ་ནས་རྒྱ་གར་ལ་ཡོང་ཡང་རྒྱ་གར་ནས་ནི་ལྡི་ལི་ནས་དྷ་རམ་ས་ལ་ཡོང་ཡང་དེ་ལ་ད་ཅིག་བཟའ་ཚང་གྲ་སྒྲིག་བྱས་ད་ད་དེ་འདྲའི་གི་ཐོག་ནས་དུས་ཚོད་མང་བོ་ཅིག་དེ་བཏང་གོ་ཡ་ཆ་ནི་ཞོ་ཀའི་དགོངས་དག་ཡང་ཅིག་དེ་འདྲའི་གི་ཐོག་ནས་ཅིག་གསར་འགྱུར་ཀློག་ཡ་ཡི་ར་ནི་བཤད་ཡ་མ་ར་ཡ་ད་དེ་འདྲའི་གི་དུས་ཚོད་ཅིག་བྱུང་འདུག་གི་འདུག་བ། ཁྱེད་ཚང་གི་དེའི་པར་དེ་ད་བས་ད་ཅིག་ཁ་ལོར་མཚམས་བཞག་གོ་ཡ་རུ་ཅིག་དེ་འདྲ་བྱུང་འགྲོ་རེད་མང་བོ་ཅིག་གི་ཡང་གི་ཐོག་ནས་ཅིག་ཁ་ལོར་སེམས་འཚབ་དེ་འདྲ་གནང་གི་ཡོད་ས་རེད་ནི་ད་དམིགས་བསལ་གི་དེ་རིང་ཡང་ཅིག་དྲ་ཐོག་ནས་ནི་ཚོས་ད་ང་ཚོ་བོད་པའི་གསར་ཁང་ལ་འོ་ར་བས་པའི་མིག་གི་ཡང་ནི་ཚོས་རྫུན་མ་མང་བོ་ཅིག་སྤེལ་གི་ཡོད་རེད་དེ་ས་སྐོར་བཅས་མིག་ལ་ཐར་ལ་བཏབ་ལེ་ན་ཤེས། ད་ག་རེ་གར་ཟག་བྱས་ད་བོད་ཁ་ཆེ། ནི་རྒྱ་གར་གསང་བའི་ལས་ཁུངས་ཀྱི་ཅིག་བྱས་པར་ཉེས་བྱས་རེད་ལུང་པ་གང་བཤད་འདུག་བ། ང་ལ་ནི་རྒྱ་གར་གསང་བའི་ལས་ཁུངས་མི་དགོས་རྒྱ་གར་གྱི་ཉེས་རྟོག་པ། ཧ་ཝའི་ཏར་ལགས་ལ་ད་ང་ཚོའི་ཉེས་རྟོག་པ་མ་ཤོད་ཅིག། ཚིག་བཅད་ཤེས་ངེས་མི་འདུག་ལས་ཚིག་ཅིག་ལ་ངེས་མི་འདུག་འདི་འདྲ་གལ་ཆུང་མ་གསུངས་ཟེར་བ། ནི་ད་ང་རང་སུ་རྒྱ་གར་ལུང་པ་ལ་དེད་བྱས་ནི་སུ་སུའི་ནོར་འཁྲུལ་དེ་ཚང་མ། ནི་རྒྱ་གར་གང་ཕག་གཡོག་དེ་ནི་ཏག་ཏག་བྲིས་རྒྱུ་མ་རེད་བ། ཁྱེད་ཚོ་གི་གསལ་བཤད་གཙང་མ་བྱས་ལ་རྒྱ་གར་གྱི་ངོས་ནས་ད་ནི་ང་ལ་གང་ཡང་ཆུང་མ་གསུངས། རྒྱ་གར་རྩ་བའི་དམངས་གཙོ་ལུང་པ་ཞི་བདེའི་ལུང་པ། ནི་ཅིག་ཁ་ལོར།

མི་ཚོས་མདོར་བསྡུས་ཤིག་མ་ཞུས་ན་བསམ་བྱུང་དེ་གཟའ་འཇུག་ཁ་ཅིག་ཤོད་ཅེས། ཨ་ནེ་ད་ལྟའི་ཡང་གཟའ་འཇུག་སིང་སིང་མ་མང་པོ་ཅིག་ཡིན་ཟེར་ད་གཟའ་འཇུག་མེད་པའི་སྐབས་སུ་མ་དོན་ཅི་ཡིན་པ་དེ་འདྲས་ཆུང་ཤག་ཁྱེད་ཚང་གི་ལྟ་ཡ་ཚང་མའི་སོ་སོ་ཀྱི་རོགས་པོ་རོགས་མོ་ཚང་མ་ཁང་མང་མང་ཡག་པོ་རུ་བྱེད་ཞོད་ཡིན། རྒྱུ་མཚན་ཅི་ཡི་རྩ་བ་ཉིད་ནས་མི་འདུག་སྤེན་པ་ཚེ་རིང་སྲིད་སྐྱོང་རེད་མ་གཞི་ཁྲིམས་སྤྱི་ཁང་ནས་མ་རེད་ཁྲིམས་སྤྱི་ཁང་གི་མོ་རང་གི་ཁམས་ཆོས་ངོས་ལེན་མ་བྱས་པ་ཡིན་ན་དེ་ནི་སྤེན་པ་ཚེ་ལ་བསམ་ཆ་རྒྱག་གི་འདུག་མོ་རང་ཡིན་པ་ཡིན་ན་མོ་གཙོས་ག་བ་སེམས་ལོག་ག་ལོག་ཡིན་པ་མི་ཤེས་མཁན་དེ་འདྲ་ཅིག་རེད་བ། སྒྲོ་བཏགས་རྩ་བ་ཉིད་ནས་ཤེས་རྒྱུ་ཡོད་མ་རེད་དེ་ནི་དེ་འདྲ་ཞིག་སྐད་ཆ་ཞིག་གི་འདུག་བ་གང་གཞུང་མི་གཞུང་ཆོས་རྟོག་མི་རྟོག་སྐད་ཆ་ཞིག་གི་ཡོད་རེད་དེ་འདྲ་ཞིག་པ་ཡིན་ན་དེ་ནི་སྤྱི་བཏང་གི་བོད་མིའི་སྒྲིག་འཛིག་གི་གནས་སྟངས་མགོ་མི་ཚུགས་མཁན་གི་ལུང་པོ་དེ་ཚོ་ཡིན་པ་ཡིན་ན་དངོས་གནས་བདེན་པར་བསམ་དོ་མང་ཚོགས་ཀྱི་འགྲོ་སྟངས་ཡིན་པ་ཡིན་ན་མང་ཚོགས་ག་བ་སེམས་ཀྱི་སོ་སོ་གི་དབང་ཆ་ལོག་ག་ལོག་ག་ཡོད་ཀྱི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་འོས་བསྡུ་ལས་ཁུངས་ཡར་ཁྲིམས་ལ་སྐྱེལ་བ་ཡིན་ན་ཁྲིམས་ཆད་ཁང་གིས་ངོས་ལེན་མ་བྱས་པ་ཡིན་ན་དེ་ནི་འོས་བསྡུ་སྤེན་པ་ཚེ་རིང་ལ་འབྲེལ་བ་ག་བ་ཡོད་རེད། སྤེན་པ་ཚེ་རིང་ཁྲིམས་ལ་སྐྱེལ་གི་ཡིན་ག་རེད་ཟེར་པ་ནི་འོས་བསྡུ་ལས་ཁུངས་ཡར་ཁྲིམས་ལ་བསྟུད་པ་ཡིན་ན་ཁྲིམས་ཆད་ཁང་ངོས་ལེན་བྱེད་ཀྱི་མི་འདུག་ཟེར་གི་འདུག་ད་ག་རེ་རེད་ད་དེ་ཚོ་རྩ་བ་ཉིད་ཀྱི་རྒྱུ་མཚན་མེད་པ་དེ་འདྲ་རེད། ཡིན་པ་ཡིན་ན་སྤེན་པ་ཚེ་རིང་ཁོ་རང་ཡིན་པ་ཡིན་ན་ཁོ་རང་སྤྱི་བཏང་གི་དར་ནག་འདི་ཚོས་སྐད་ཆ་ག་རེ་བཤད་པ་ཡིན་ན་ཁོ་རང་གི་རྒྱ་ཆེ་གི་མང་ཤོས་ཉན་གི་འདུག་མང་པོ་ཞུགས་ཀྱིས་ཉན་གྱི་ཡོད། ཁ་ཅིག་ཡོད་དག་ནག་སྐད་ཆ་བཤད་པ་ལས་ཀྱང་ལྷག་གི་ཁོ་རང་ཉན་གྱི་ཡོད་རེད་རྒྱུ་མཚན་ག་རེ་རེད་ཟེར་པ་ཡིན་ན་དག་ནག་གི་སྐད་ཆ་བཤད་པ་ལ་མ་ཉན་པ་ཡིན་ན་ཁོ་རང་ལ་འུ་ཤུ་ལུ་གི་མི་འདུག་ཁོ་རང་ལ་རྒྱབ་སྐྱོར་བྱེད་ཀྱི་མི་འདུག་བསམ་ནས་སྐྲག་ནས་གི་གི་དེ་ནས་སྤེན་པ་ཚེ་རིང་ཡིན་པ་ཡིན་ན་དག་ནག་ལ་དྲི་ལན་ཕྲ་ཡག་ཅིག་དང་འདྲ་མི་འདྲ་སྐད་ཆ་བཤད་གི་འདུག་ད་ད་ནི་དག་ནག་འདི་ཚོས་སྤེན་པ་ཚེ་ལ་གནོད་ཤུགས་སྤྲད་པ་ཡིན་ན་དེ་ནས་སྤེན་པ་ཚེ་རིང་ཡིན་པ་ཡིན་ན་དེ་གནོད་ཤུགས་དེ་མ་བཟོད་པ་བྱས་ནས་གི་སྤེན་པ་ཚེ་རིང་ཁྲིམས་ཀྱི་ཁོག་ལ་འགྲོ་ནས་གི

ཆེད་མངགས་ཀྱི་བོད་པ་ཀྱི་སྐུ་ངོ་ཁག་ཅིག་ནི་ཡོད་མིན་ན་ཁག་ཅིག་མོ་རང་ཆེད་མངགས་ཀྱི་ཆབ་སྲིད་ཀྱི་ལ་ཆ་ཅིག་ནས་ཁུར་བའི་བེད་སྤྱོད་བཏང་ནས་དཔེར་ན་དབུས་སྡོད་སྐབས་དོ་ལ་ཡིན་པ་ཡིན་ནའང་ད་ལྟ་ཨ་མ་རྗེ་བཙུན་བལ་མ་ཀྱི་སྲས་མོ་དལ་ཅུས་རྒྱ་མཚོ་ཀྱི་མ་པ་ལོ་བཟང་རྒྱ་མཚོ་ཡིན་པ་ཡིན་ནའང་ཇུ་གཅིག་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་རྒྱབ་སྐྱོར་བྱེད་པ་ཀྱི་ཡིན་མཁན་དེར་ཇུ་གཅིག་ལ་རྒྱབ་སྐྱོར་བྱེད་ནས་ཁུར།

ཡིན་པ་ཡིན་ནའང་ལོ་ཙཱ་རྒྱ་མཚོས་དེ་ཚོའི་ཆེད་མངགས་ཀྱི་ཆུ་རྒྱུད་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་རེད། སྤྱིར་བཏང་ལོ་ཙཱ་རྒྱ་མཚོས་ཀྱི་ཆུ་རྒྱུད་ལ་རྒྱབ་སྐྱོར་བྱེད་དགོས་པ་དེ་མི་མང་པོས་དོགས་པ་རྩ་གི་ཡོད་རེད་བསྟན་ཆོས་དང་ལོ་ཙཱ་རྒྱ་མཚོའི་བར་གྱི་འབྲེལ་བ་དེ་ག་རེ་རེད་སྲིད་པ་ན་བསྟན་ཆོས་རྒྱ་མཚོ་ལ་ད་ལྟ་ཆུ་རྒྱུད་ཀྱི་དགག་པ་བརྒྱབ་ཡོད་རེད་བཅག་འཇོག་བྱས་ཡོད་རེད། ཡིན་པ་ཡིན་ནའང་ལོ་ཙོང་རྒྱམ་ཚོ་གིས་ད་ལྟ་ཆུ་བཅུ་ལ་རྒྱབ་སྐྱོར་བྱེད་འདུག་མོ་རང་སྤྱི་ཐིག་གི་དབུ་མ་ཡག་ཤོས་རེད་ག་རེ་སྤ་ན་ཉིས་སྟོང་བཅུ་གཉིས་ལོ་ནས་གི་སྤྱི་ཐིག་ནང་ལུགས་གི་ཡག་པོ་མི་ཤེས་མཁན་གི་སྤྱི་ཐིག་བསྡུ་བ་དེ་ཚོ་ལ་ཁ་གཏད་བཅག་མཁན་དཔེ་ཡག་པོ་འདུག་ལགས་གི་འདུག་ཉིས་སྟོང་བཅུ་གཉིས་ལོ་ནས་གི་སྤྱི་ཐིག་བསྡུ་བ་འདུག་ཟེར་ནས་ཁོ་རང་གི་སྲས་བོ་ཞིག་ནས་གི་ཆེ་ཚོགས་དེ་བྲིས་འདུག་ཉིས་སྟོང་བཅུ་གཉིས་ལོ་ནས་གི་སྤྱི་ཐིག་བསྡུ་བ་འདུག་ཟེར་པ་ན་ཀུན་འདུག་གི་ཉིས་སྟོང་བཅུ་གཅིག་ལོ་ནས་གི་ཚང་བ་ཙལ་ལི་བཞི་དགུ་ལ། སྤྱི་ཏི་ཆགས་པ་དེ་ཚོའི་ནང་ལོ་མི་ཁུག་ག་བསྡུ་བ་འདུག་ཟེར་གི་འདུག་བ། དེ་འདྲ་ཡིན་པ་ཡིན་ན། སྐུ་མདུན་གྱི་འོ་མ་ནང་བཞག་པ་གི་མང་གཙོ་དེ་ཡག་པོ་གཅིག་འགྲོ་གཅིག་འདུག་མིན་པ་དེ་གསལ་བོ་གསལ་རྐྱང་རེད་བཞག་སྐུ་མདུན་གྱི་འོ་མ་ནང་བཞག་པ་གི་མང་གཙོ་དེ། ལོ་ཟོག་རྒྱམ་ཚོ་དང་ཁོ་རང་འདྲ་བོ་སྐུ་ངོ་དེ་ཚོ་ཡང་སྤྱི་བདུད་སོགས་རྒྱག་དགོས་གི་བསམ་གི་འདུག་ཁོ་རང་ཚོ་གི་དགྲ་བྱེད་དགོས་བསམ་གི་འདུག་ལན་གི་སྤེལ་གི་ཡོད་པ་དེ་བརྒྱ་ཆ་བརྒྱ་གི་གསལ་བོ་གསལ་རྐྱང་རེད་བཞག་དེ་འདྲ་ཡིན་པ་ཚང་བཙོག་ཆེ་ངག་སྤྱི་ཚོགས་ནང་ལུགས་ཀྱི་ཟིན་པ་ཐོག་ཐོག་མེད་མཁན་དང་དེ་ནི་ཆེད་མངགས་ཀྱི་སྤྱི་ཚོགས་ནང་ལུགས་ཀྱི་སློབ་སྦྱོང་མེད་མཁན། ལུག། ལྕགས་སྡོང་ཅན་དེ་ཚོ་ལ་རྒྱབ་སྐྱོར་བྱེད་འགྲོ་གི་འདུག། དེ་ཙམ་ཟེར་མ་ཟད་སྤྱི་སྟངས་འདི་ལོ་ཚོགས་འཇམ་ཚོགས་ཟེར་འདུག་སྤྱི་སྟངས་བོད་པའི་སྤྱི་ཚོགས་སྐྲུན་མཁན་གྱི་གཏེར་དཔོན་གཙོ་བོ་གྱི་རེ་བཞག་གོ་བསྒྲགས་ཡིན་པ་ཡིན་ན། དབུས་སྡོད་སྐབས་སུ་སྤྱི་སྟངས་མགོ་སྐོར་དྲགས་ནས།

སྐབས་དེ་དུས་རུ་དངུལ་བཅའ་ཚུགས་གཞིས་ཀ་ཙམ་སོང་བ་ཞིག་ཡོད་པ་མ་རེད་དེ་འདྲ་ཡིན་པ་གསུངས་སོང། དཀའ་སྡུག་གི་ཁོ་རང་ལ་ཅུང་འཁི་བ་ཡིན་ན་རུ་དངུལ་ཆ་ཚང་བཅའ་ཚུགས་ཞིག་ཡོད་དགོས་རེ་བ་ཡོད། གདན་ཚོགས་ཡོངས་ནས་སྐད་ཆ་བཤད་པ་དེ་ལ་ཁ་གཏད་ཅག་བྱེད་དུས་ཁོ་རང་ཚོའི་མགོ་སྐོར་ཐོག་ནས་འཛིན་གྲོལ་འདུག།

དབུ་བསྡུ་སྐབས་སུ་དབུ་ཤུགས་རག་ཡ་ཆེད་དུ་སྲིད་སྐྱོང་གི་རྒྱལ་ཁ་རག་ཡ་ཆེད་དུ་མགོ་སྐོར་བཏང་འདུག་དེ་ནས་བ་ཡི་ནང་ལུག་ནི་གི་ཡིན་པ་ཡིན་ན་དབུ་ཤུགས་མང་པོ་ཞིག་གིས་རྐུན་མ་བརྒྱབ་འདུག་དེ་འདྲ་ཡིན་པ་གསུངས་སོང། སྤེན་པ་ཚེ་ལ། དབུ་ཤུགས་བརྒྱ་ཆ་གི་དྲུག་ཅུ་རག་ཡ་ཡོད་རེད་ཟེར་ཏེ་བརྒྱ་ཆ་བརྒྱ་གི་བདེན་པ་རེད་མི་འདུག་སྤྱི་སྟངས་ཕྱི་རྒྱལ་ཁག་ནས་ཡིན་པ་ཡིན་ནའང། ཡུ་རོབ་ནང་ནི་གི་ཡིན་པ་ཡིན་ནའང་སྤྱི་ཡོངས་ཀྱི་སྦེལ་རྗམ་དང་ཅུའུ་ཨོ་ཏུ་བ་ལ་ཡིན་པ་ཡིན་ན། ས་གནས་སོ་སོའི་ནི་གི་ངོ་འགྲོ་སྐབས་སུ་ག་རེ་རག་ཡ་ཡོད་མེད་དེ་དབུ་ཤུགས་དེ་སེའུ་ཡོག་མ་རེད་ཚོགས་མ་ཞོ་སྡོམ་གྱི་ནི་ཀི་ཀི་བཀྲམ་ཡོག་ར་མ་གྱི་ས་གནས་སོ་སོ་ལ་འདི་འདྲ་འདི་འདྲ་ར་སོང་ཚོ་ནི་ཀི་རྩ་བ་ནི་ཀི་ཀི་ཤི་ས་ནང་སོ་སྒོ་ནི་ཀི་ཀི་ཤི་ཡོག་མ་རེད་འདི་འདྲ་ཡིན་པ་སོང་སོང་ད་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་གི་དབུ་བསྡུ་དེ་ཆུ་དང་གྲོག་མོ་ཆགས་ཡོག་མ་རེད་འདི་ནི་དབུ་ཤུགས་ལུག་མཁན་ཡིན་པ་ཡིན་ནའོ་ངོ་འགྲོ་དང་དངུལ་ཆུ་གི་བག་རུ་ནི་ཀི་ཀི་ཁྲི་གཅིག་གི་ཆེ་བར་འདི་བ་ངོ་འགྲོ་སྐབས་སུ་ཡིན་པ་ཡིན་ན། མི་ཡི་ཁྲི་ལྔ་དང་སྟོང་ཕྲག་གཅིག་ལྷག་ཙམ་ལུས་འདུག་ཡིན་པ་ཡིན་ནའང་དངོས་གཞི་སྐབས་སུ་ཡིན་པ་ན་བསྟུད་མར་གཞུག་ཅིག་ཕྱག་ནས་བུད་དེ། དབུ་བཞུགས་ལུས་མཁན་དེ་མི་ཡི་ཁྲི་བཞི་དང་སྟོང་ཕྲག་གཅིག་ལྷག་ཙམ་མ་གཞི་བྱུང་མི་འདུག། ང་རང་བསམ་བཏང་པ་ཡིན་ན་དེབ་ཆག་ཞིག་གི་དེའི་གྲངས་ཀ་ཏག་ཏག་ཅིག་འགྲིག་གི་མི་འདུག་བསམ་གྱི་ཡོད་རྒྱུ་མཚན་ག་རེ་རེད་ཟེར་པ་ཡིན་ན་ཉིས་སྟོང་ཉི་ཤུ་ཐམ་པ་ལོའི་དེབ་ཆག་ཞིག་ཡོད་པ་ཡིན་ན་དེ་ནི་ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་ཡང་བསྐྱར་ཡང་ཤི་དགོས་ཡ་མི་འདུག་དེ་འདྲ་ཡིན་པ་སོང་སོང་ཉིས་སྟོང་གཉིས་རྩ་ལྔ་ལོ་དགུ་དེབ་སྐྱེལ་བྱེད་མཁན་དུས་ཚོད་ཡིན་པ་ཡིན་ན་དེབ་སྐྱེལ་གསར་པ་བྱེད་མཁན་དེ་འདྲ་རེད། ཕྲུ་གུ་གི་དེབ་སྐྱེལ་བྱེད་ཡོད་པ་ཡིན་ནའང་ཉིས་སྟོང་གཉིས་ཐམ་པ་དང་ཉིས་སྟོང་གཉིས་རྩ་ལྔ་གཉིས་ཀྱི་སྡོམ་ནི་ཁུག་འདིའི་ནང་བླུགས་འདུག་མི་མང་པོ་གྲོངས་ཡོད་རེད་པ། འདིའི་ནང་བླུགས་འདུག་ལོ་ལྔ་ག་རེ་ལ་མི་བཞི་བཅུ་གཅིག་གྲོངས་ཡོད་པ་ཡིན་ན་མི

རྒྱ་ནག་གི་གོ་ལའི་དུས་བབ་ཡིན་པ་ཡིན་ན་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དབུས་སྡེའི་ནོར་ལུག་ལ་ཆ་ཤས་ལེན་མཁན། གཞིས་ཀ་རྩམ་ཟ་མ་ཞིག་བྱུང་མི་འདུག་བརྒྱ་ཆ་ལྔ་བཅུ་ང་དྲུག་མ་ཞིག་བྱུང་མི་འདུག་དེ་འདྲ་ཡིན་པ་སོང་ཙང་བཙན་བྱོལ་བོད་མིའི་སྒྲིག་འཛུགས་ནོར་ལུག་ནི་གུ་ཡོག་པ་གི་བོད་པ་མང་པོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་རིན་ཐང་སྤྲོད་ཀྱི་མི་འདུག་འདྲ་བོ་དེ་འདྲ་གི་རྩོམ་ཡིག་བྲིས་བཞག་པ་ཅིག་འདུག་བ། དོ་ནི་གུ་ལུས་སྟེ་བ་གོ་དོ་འདྲ་སྐད་ཆ་བཤད་གི་འདུག་བོད་པ་རྒྱ་ནག་སྒང་ལ། ལྟ་བ་དྲག་པོ་མཛད་ཡག་དང་རྒྱ་ནག་དགྲ་འཛིང་གི་བསམ་བློ་སྐྱེ་ཡག་དེ་ཉུང་རུ་ཞུགས་ཀྱི་ཤི་འདུག་ཟེར་ནས་ཁོ་རང་ཚོས་སྡོམ་ཚིག་བཀོད་འདུག་ད། བོད་པ་རྒྱ་ནག་སྒང་ལ། དྲག་པོ་བཤད་ཡག་དང། དོ་ནི་བོད་པ་ནང་ཁུག་གཅིག་སྒྲིལ་དང་བོད་མི་རིགས་ད་རྒྱ་གཞན་གི་བསམ་བློ་འདི་ཚོས་དམག་ཉུང་རུ་འགྲོ་དགོས་པའི་རྒྱུ་མཚན་ག་ལ་ཆགས་བསྡད་ཡོད་རེད་ཟེར་བ་ཡིན་ན། དཔེར་ན། ལོ་ཙོག་རྒྱ་མཚོ་འདྲ་བོ་འདི་འདྲ་གི་ད་མགོ་ནས་བསྡད་ནས་ཁུག་གི་ཁོ་རང་ཡིན་པ་ཡིན་ན་བསྟན་ཆོས་རྒྱ་མཚོ་གི་ཆོ་ག་ར་བ་ད་ག་ཟག་མི་དང་འདྲ་གི་ཡོད་བ་མ་རེད། ཁོ་རང་ཡིན་པ་ཡིན་ན་ཨ་མ་རྗེ་བཙུན་པད་མ་གི་ཚེ་མོ་བསྟན་ཆོས་རྒྱ་མཚོ་གི་ཆོ་ག་ཡིན་གི་ཡོད་རེད་ད་ག་ཟག་གི་མི་ཡིན་གི་ཡོད་བ་མ་རེད། ཡིན་པ་ཡིན་ན་ད་ཁོ་རང་གི་ཆབ་སྲིད་ནག་པོ་འཁྲབ་ནས་ཁུག་གི་ཆུ་སྐྱི་འདྲ་བོ་འདི་འདྲ་གི་ཉལ་མོ་ཉོལ་མ་ལ་འུར་རྡོ་སྐབས་སུ་ནད་འགག་སྐབས་སུ་རྒྱབ་སྐྱོར་བྱས་ནས་ཁུག་གི་རྒྱབ་སྐྱོར་བྱས་བ་ཙམ་ཙམ་མ་ཚད་ཁོ་རང་ངོ་དེབ་སྒང་ལ་བཀྲིས་ནི་གུས་པ་དེ་འདྲ་རྒྱབ་སྐྱོར་བྱེད་བ་རེད་དེ་ཙམ་སུ་མ་ཚད་སྤེན་པ་ཚིག་ལ་ཡང་རྒྱབ་སྐྱོར་བྱེད་ནས་རྒྱབ་སྐྱོར་བྱེད་བ་ཙམ་སུ་མ་ཚད་སྤེན་པ་ཚིག་ལ་དབུ་ཤོག་རག་ཡ་བྱེད། ཨ་རིའི་རུ་དངུལ་མང་ཆེ་ཤོས་བཅད་གསོད་བྱེད་ཐབས་མེད་པ་ཡིན་ནའང་དབུ་སྡུད་སྐབས་སུ་བཅད་གསོད་བྱེད་ཐབས་སོང་ཟེར་ནས་མགོ་སྐོར་བཏང་ནས་དེ་འདྲ་གི་ལས་ཀ་ལས་ཀྱི་ཡོད་རེད་དེ་ནས་ཡང་སྤེན་པ་ཚིག་ཡིན་པ་ཡིན་ན་དཔེ་དེ་ཤིན་ཅང་ཉིས་ལྡན་ཞེ་བོ་གཅིག་ཡིན་ཟེར་གི་དེ་ལས་ལྷག་གི་སྲིད་སྐྱོང་གཅིག་ཡོད་མ་རེད། ཁོ་རང་གི་ཉམས་མྱོང་ཡོད་ཆ་རྒྱུས་ཡོད་ནི་གུ་ཞའུ་གཅིག་སྐད་ཆ་བཤད་གི་འདུག་ཏང་ཨུའི་གི་སྤེན་པ་ཚེ་རིང་དང་ཁོ་རང་གཉིས་ཀྱི་ཉི་མ་བ་ཤི་རིག་ནི་གི་ཆོ་མཉམ་པོ་ཐོག་རུ་དེ་འདྲ་རེད་ཟེར་གི་འདུག་གྲོགས་པོ་རེད་ཟེར་གི་འདུག་དེར་མ་ཟད་སྤེན་པ་ཚེ་རིང་ཏང་སྐྱོང་ཡིན་པ་སྐབས་སུ་ཡིན་པ་ནི་ལས་ཀ་ཡག་པོ་མ་ལེགས་པོ་འོང་གི་ཐ་ན་བཀའ་བསྟན་ལོ་དྲུག་དུ།

དཔེ་དེ་ཞིབ་ཀྱིས་སྡང་ཟུག་བྱེད་ཀྱི་འདུག་སྤྱི་ཐིག་ནང་ལུགས་ནི་གི་སྡང་ཟུག་ཞིག་བསགས་ཀྱི་སྤྱི་ཐིག་དེ་ཚོ་ཡིན་པ་ཡིན་ན་སྤྱི་དང་གི་པོ་གི་རྒྱལ་ཞེན་གྱི་ཤུགས་རྟོག་དང་རྒྱལ་ཆ་གི་ལྟ་བ་ཆེན་པོ་འཛིན་མཁན་དེ་ནི་སྤྱི་དང་གི་དྲང་མོ་ཞིག་ནི་གི་ལས་ཀ་ལས་མཁན་དེ་ཚོ་ལ་ད་འདྲ་ལོ་ཏོག་ཅན་ཚོ་དེ་ཚོའི་རྩ་བ་ནི་དགའ་གི་མི་འདུག་ད་ཆུ་ཆུ་འདྲ་བོ་ནི་འདྲ་གི་ཉམས་མི་མྱོང་མ་ཐག་ན་རྒྱ་གར་ཡོང་པའི་སྐབས་ཚེ་ཡིན་པ་ཡིན་ན་གྲོས་ཚོགས་ལ་ངོ་རྒོལ་བྱས་ནི་གི་སྐབས་དེ་དེའི་དཔེ་དེ་ངོ་རྒོལ་བྱེད་ཡ་ཐག་དྲག་ནི་གི། རྒྱ་གར་དང་ཉེན་རྟོག་པ་དེ་ཚོས་བཀག་ཉར་བྱེད་དགོས་ཡག་དེ་འདྲ་གི་མི་གཅིག་ཆགས་དེ་ཡོད་རེད། ཚེས་དྲུག་ཚུན་ནང་ལ་རྒྱུ་ནི་ཁུར་བ། སྤྱི་ཐི་དེ་ཚོའི་སྡོང་གུ་ཡིན་སྟོབས་ཀུ་ཡིན་ཟེར་ནས་ཁུར་མ་གཏང་ག་འདི་འདྲ་རེད་བ། དེ་འདྲ་ཡིན་པ་སོང་སོང། ཐ་ན། གཞན་རང་མི་མང་ནོར་ལུག་ནི་ཁུར་སྐབས་དེ་དེའི་ལྟ་ཡང་དང་དེ་ཚོའི་དམག་སྤི་ཚར་བ་སྤི་བ་ག་ཉན་ཁོ་རང་ཡོད། ག་རེ་སྤ་ན་མུག་པའི་དེ། དུ་ཨ་འགྲོ་ནི་ཁུ་ག་སྤྱི་ཐི་དེ་ཚོའི་སྡོང་གུ་གི་འདུག་གཏོར་དགོས་གི་འདུག་ཟེར་ནས་ཁུ་ག་དེ་འདྲ་གི་དྲག་སྤྱོད་ལྷག་ནི་ཁུ་སྐད་ཆ་བཤད། མི་མང་ལ་ང་ལྷག་ནི་ཁུ་ག་དེ་འདྲ་གི་གླིང་གི་བན་སྐད་ཅིག་རེད་དེ་ལ་ཡང་ད་ལྟ་དེ།

ཁུ་སུ་ལོ་ག་ལོ་བ་རེད། ཡིན་པ་ཡིན་ན་ཁོ་རང་ཡིན་པ་ཡིན་ན་ཁོ་རང་བསྟན་བཅོས་རྒྱབ་ཚོགས་ཀྱི་ཆོ་ག་ཡིན་གྱི་ཡོད་བ་རེད་སུ་སུ་ཁོ་ཆོ་པ་ལ་བདག་པོ་རྒྱག་དགོས་རེད་བ། ཡིན་པ་ཡིན་ན་མ་རྒྱག་ཉེ་གི་དེ་འདྲ་འདྲ་མི་འདྲ་ལས་གི་འདུག་བ། དེ་འདྲ་ཞིག་པ་ཡིན་ན། བོད་པ་མང་པོ་སེམས་ཤེས་བྱ་ནི་གི་གི་རྗེན་བཞེངས་གི་བསམ་བློ་དུ་ཉམས་གི་རེད་བ།